རྒྱལ་བོའི་ཡང་སྲིད་ཁ་ལ་ཁྱེར་ནས་སྒེར་གྱི་ཁེ་ཕན་ལེན་ཐབས་བྱ་མི་རུང་ཞེས་པའི་བརྗོད་གཞི་དང་འབྲེལ་ནས་དབུས་གཙང་དམ་པ་ཆོས་ཀྱི་ཆོ་གའི་ཁོངས་ནས་ཡིན་པའི་མི་སྣ་གཉིས་ཆེད་དུ་མཉམ་ཞུགས་གནང་གི་ཡོད། ལེ་ཚན་ནང་དངོས་སུ་གདན་འདྲེན་ཞུས་པ་ཨ་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་གཞོན་པ་ངག་དབང་བཀྲ་ཤིས་ལགས་གདན་འདྲེན་ཞུས་ནས་ཁོང་དང་ལྷན་དུ་དངོས་སུ་གླེང་མོལ་ཞུ་རྒྱུ་དང། དེའི་རྗེས་ལ། རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པ་ཕུར་བུ་རྡོ་རྗེ་ལགས་ནས་གོང་གསལ་བརྗོད་གཞི་དང་འབྲེལ་ནས་བཀའ་མོལ་གནང་པས་མཚན་པ་ཐུང་ཐུང་ཞིག་བཤམས་ལ། སྲིང་པོ་ཞུ་གི་ཡིན། འཕྲལ་དུ་མཛའ་གྲགས་བྱས་ནས་ལས་རམ་འདི་འདྲ་ཞིག་གོ་སྒྲིག་ཞུ་དགོས་པའི་རྒྱུ་མཚན་དེ་ཉེ་ཆར། ཕྱི་ཟླ་དྲུག་པའི་ཚེས་གཉིས་ཉིན། Sputnik། ཞེས་པ་ར་ཤི་ཡའི་གསར་འགྱུར་བརྒྱུད་ལམ་ཞིག་ནང། སྤེན་པ་ཚེ་རིང་གིས་མགོ་ཚོས་ལ་མ་ཚོས་བྱས་ནས་ང་ལ་མཚོན་ན། དང་པོ་པེ་ཅིན་གྱིས་ད་ལྟའི་ཏཱ་ལི་བླ་མ། རྒྱ་ནག་ལ་གདན་འདྲེན་ཞུས་ནས་ཡང་སྲིད་སྐོར་ལ་གླེང་མོལ་བྱེད་དགོས་རེད། བྱས་བྱས། འཛམ་གླིང་ཞི་བདེའི་དེད་དཔོན་ཆེན་པོ་ཟེར་བ་སོགས་གོང་ས་མཆོག་གི་མཚན་གནས་དང་འབྲེལ་ནས་གུས་ཞབས་ཀྱིས་ཞལ་ཟས་ཆད་མདོའི་ཙམ་ཡང་མ་ཞུས་པར། གུང་ཁྲན་གྱིས་བེད་སྤྱོད་ཅེས་པ་ཏཱ་ལ་ཞེས་པ་མ་ཞུས་ཙམ་བྱས་ནས། རྙོག་གླེང་ཚབས་ཆེན་ཞིག་གི་གནད་དོན་འགོ་འཛུགས་པ་མ་ཟད། རྒྱ་བོད་ཡང་སྲིད་དང་བོད་ཀྱི་ལོ་རྒྱུས། བོད་མི་མང་གི་མངོན་འདོད་བཅས་ལ་འགན་མ་འཁྱེར་བ། རྒྱལ་བའི་སྐུ་སྲོག་ལ་ཡང་ཉེན་ཁ་ཡོང་སྲིད་པ་དང། མང་ཚོགས་ནང་ལ་ཧ་ཅང་སེམས་འཚབ་ལངས་པའི་བརྗོད་གཞི་འདི་ཁ་གསལ་པོ་ཞིག་ཡོང་པའི་ཆེད་དུ། ལེ་ཚན་འདི་གོ་སྒྲིག་ཞུས་པ་ཡིན། ལས་རམས་དངོས་སུ་དབུ་འཛུགས་ཞུ་རྒྱུ། ལེ་ཚན་ཟླ་དེ་རིང་ང་ཚོ་ལས་རམས་དབུ་འཛུགས་ཞུས་པ་ཡིན། ཨ་ནི་ང་རང་ཚོ་སྡིངས་ཆ་འདི་སྒང་ལ་ཡང་ངང་སྒྲ་ཞིག་ལ་གདན་འདྲེན་ཞུས་པ་ནང་བཞིན་བྱས་ནས། ཕེ་ཡ་ཏེ་ལི་ཡ་དང་གནམ་འོག་གི་གསར་འགྱུར་ཚན་པ་གསན་གཟིགས་གནང་མཁན་གྱི་རྒྱ་ཆེའི་བོད་མི་ཡོངས་གཙོ་བོ་ཚབ་ཞུས་ཆེད་མཚམས་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ལོ་ཐུག་ཆེ་ནང་ཨ་ནི་གནམ་འོག་གསར་འགྱུར་གྱི་ཨནི་གསན་གཟིགས་བྱེད་མཁན་ཚང་མ་ལ་འཚམས་འདྲི་དང་ཨི་འདའ་ནས་བཞིན་གནམ་འོག་གསར་འགྱུར་གྱི་ད་ང་རང་ཚོ་སྤྱི་ཚོགས་ནང་ལོག་ལ་ཉོ་སོང་བྱེད་ཡ་རེད་ཐེར་འདོན་བྱེད་ཡ་རེད་དེ་འདྲའི་ཐོག་ལ་ཨ་ནི་གསར་འགྱུར་བ་ཁྱབ་གནང་པ་དེ་ལ་ཨ་ནི། སྙིང་ཐག་པ་འཐུ་བྱེད་ནགས་སུ་བྱས། བློས་བཀའ་དྲིན་ཆེ། དེ་ནས་ཡིན་ཙང་ད་དེ་རིང་ང་ཚོ་གི་བརྗོད་གཞི་གཙོ་བོ་དེ་ད་རྒྱ་བ་རིན་པོ་ཆེ་གི་སྐུའི་ཡང་སྲིད་དང་འབྲེལ་བའི་གནད་དོན་དེ་རིང་སང་ཉིན་སྤྱི་ཚོགས་ནང་ལོགས་ལ་གླེང་སློང་ཤུགས་ཆེ་ཤོས་ཅིག་ཆགས་བསྡད་པའི་གནས་སྟངས་ཅིག་ཆགས་རྗེས་དེ་ཡང་དེ་ནི་སྤེན་པ་ཚེ་རིང་གིས་རཱ་ཤི་ཡ་གི་གསར་འགྱུར་བརྒྱུད་ལམ་ཅིག་གི་ཐོག་ལ་ཡར་སོང་བཞག་པ་དང་ངོ་སྤྲོད་གནང་བཞག་པའི་གནས་སྟངས་ཅིག་དེ་ནས་མངལ་ལ་ཡར། རྒྱ་ཆེ་མང་སོགས་ཀྱི་སི་ཡ་དང་ཨིན་ཁྱེ་བའི་མཁྱེན་རྟོགས་ཆེད་དུ་མ་སྤྱན་འབུལ་ཞུ་ཤེས་ཡིན། ངང་བཀྲ་ཤིས་ལགས་དེ་ཡིག་གི་གནད་དོན་འདི་ཚབ་ཆེ་ལོས་ག་ཚོད་ཆགས་ཡོད་རེད་སྤྱི་བཏང་གི་ཆ་ནས་མང་ཚོགས་ནང་ལོག་ལ་སེམས་ཁྱེར་ཆེན་པོ་ཞུ་ཆགས་བསྡད་འདུག། ལགས་འོང་ད་འདིའི་གནད་དོན་འདི་གནས་ཚུལ་འདི་ཉིན་ཤས་ཅིག་གནས་ལ་ང་རང་ཡིན་པའི་ཡིན་ནས་འདི་ལྟ་ཡ་བྱུང། འདི་མཐོང་མ་ཐག་ཏུ་དངོས་གནས་གྱིས་ཅིག་བློ་འཚབ་སྐྱེས་ཡོད། གནས་སྟངས་ཤིག་ཆགས་སོང་ལ། དག་ན་ཤིང་གི་སེམས་ནང་ལ་དངངས་སྐྲག་དང་ག་ལ་བར་དག་དངངས་འཚབ་ཆེན་པོ་ཞུ་གཅིག་དང་དེ་ཞེའུ་གཅིག་གི་གནད་འགག་ཆེན་པོ་ཅིག་ཆགས་ཤག་ད་འདི་ཆགས་དགོས་ཡ་གི་ད་སོ་སོ་འདྲ་བོ་བྱིན་པ་ནི་དེའི་སྒང་ལ་ཅིག་རྒྱུ་མཚན་འདྲ་བོ་དེ་ཞུས་པ་ཡིན་ན། རྒྱུ་མཚན་ཁ་ཤས་ཅིག་ཆགས་བསྡད་ཀྱི་འདུག་ཐོག་མ་དེ་ག་རེ་རེད་ལ་ན། ང་རང་གི་བསམ་བློའི་ནང་འདི་ག་རེ་འདྲ་བོ་ཞིག་འཁོར་སོང་ནས། འདི་རྒྱ་མི་ལ་གོ་ཡ་དེ་རེད། ཡིན་པ་སོང་ཙང་ཨ་ནི་འདི་རྒྱ་མི་ལ་ལག་ཆ། སྤྲད་བྱས་ནས་རྩ་བེད་ན་ང་ཚོ་གི་ཅིག་མི་སཱའེལ་མེ་ཤུགས་འཕུར་མདའ་འདྲ་བོ་ཅིག་བཟོས་བྱས་ནས་ཤི་ཅིང་ཕིང་ལག་པ་ལ་སྤྲད་ནས། ཡ་ད་འདི་ཁྱོད་ང་ཚོ་ལ་རྒྱབ་ཤོག་དང་ལ་ཉེ་འདྲ་བོ་ཅིག། དེ་འདྲས་ཀྱི་ཨ་ནི། ཚོར་བ་འདྲ་བོ་ཅིག་བསླེས་སོང། འདི་བསླེས་དགོས་ཡོད་ཀྱི་རྒྱུ་མཚན་ག་རེ་རེད་ཞེས་ཞུས་པ་ཡིན་ན། ལོ་ལྟར་བཞིན་ཨ་ནི་རྒྱ་ནག་གི་རྒྱབ་ཤ་དཀར་པོ་ལ་དེབ་ཅིག། ལོན་གྱི་ཡོད་རེད། རྒྱབ་ལྕགས་དཀར་པོ་དེའི་ནང་ལོགས་ལ། ཨ་ནི། ང་རང་ཚོའི་བོད་ཀྱི་རྒྱལ་རབས་དང་ལོས་རྒྱུས་ལ་འཁྱོག་བཤད། ཨ་ནི། དེའི་དགེ། ཨ་ནི། དེ་མ་ཁ་ཤས་ཅིག་གང་ལ། ཨ་ནི། རྒྱལ་བ་རིན་པོ་ཆེ། གི་ཡང་སྲིད་ཀྱི་སྐོར་ལ་ག་དུས་ཡིན་ན་ཁོ་རང་ཚོས་ཀྱི་ད། ཉིན་མཚན་དུས་དྲུག་ཏུ་འབད་བརྩོན་བྱས་བྱས་ནས། ཨ་ནི། རྒྱལ་བ་རིན་པོ་ཆེ་གི་ད་ལྟ་གི་ཨ་ནི་སྐུ་ཕྲེང་བཅུ་བཞི་པ་དེ་ལ། ངང་སྒུག་བྱས་ནས། བསྡད་པ་དང། ཨ་ནེ་སྐུ་ཕྲེང་བཅུ་བཞི་དེ་ད་ཞིང་ལ་དགོངས་པ་ཆོས་དབྱིངས་སུ་ཐིམ་པ་ཡིན་ན་དེའི་རྗེས་ལ་སྐུ་ཕྲེང་བཅོ་ལྔ་དེ་ཁོ་རང་ཚོས་ཀྱི་ད་ལྟ་དཔལ་ཆེན་རིན་པོ་ཆེ། ཡང་སྲིད་དྭགས་པོ་སྐྱབས་པའི་ནང་བཞིན་གྱི་ཡལ་བཅུག་ཡ་གི། དེ་སྲིད་ཆུ་དེ་སྔོན་མ་ནས་ཡོད་བསྡད་པ་ཞིག་དེ་ནས་ཉིས་སྟོང་བརྒྱད་ནས་བྱས་ནས་དེ་ནས་དེ་འདྲའི་གི་ད་བོད་ནང་ལོགས་ལ་ཡོད་པའི་གི་བོད་ཀྱི་བླ་མ་བླ་ཆེན་ཆ་ཚང་ཅིག་གི་ཨ་ནེ་ཡང་སྲིད་དེ་རྒྱ་ནག་གཞུང་གིས་འདི་བྱེད་དགོས་ཡོད་ཁར་ཙང། ད་ཨིན་ཇི་ཐོག་ལ approval ལགས་ར་ངོས་འཛིན་དེ་འདྲས་ཞིག་མེད་པ་ཡིན་ན་ཁོ་བླ་མ་ཆགས་ཀྱི་མ་རེད་ལ་དེ་འདྲས་ཀྱི་སྲིད་བྱུས་བཟོས་ལ་སོགས་པ་དང། དེ་འདྲས་ཀྱི་སྲིད་བྱུས་ཅིག་ད་འབད་བརྩོན་ཡོད་ན་མེད་ན་དེ་རྒྱབ་བྱས་ནས་བྱེད་དགོས་ཡོད་རེད་དེ་འདྲས་ཅིག་གང་ལ་རྒྱ་གར་རིན་པོ་ཆེ་གི། ཁོང་རང་རང་གིས་ལོ་ལྟར་རིང་ཨ་ནི་དེ་ལ་ལན་འདེབས་གནང་བ་རེད། ལན་འདེབས་ཁ་ཤས་ཅིག་གར་གནང་གི་ཡོད་ལ་ནི་ཁོང་གིས་ལན་འདེབས་ཐོག་མ་དེ་ལ་གར་གསུངས་ཡོད་ཟེར་ན། ཨ་ནི། ང་ད་ལྟ་ཐང་ཐང་ཡིན། ཨ་ནི། ད་དུང་དགུང་ལོ་བརྒྱ་དང་བཅུ་བརྒྱ་དང་བཅུ་གསུམ་དེ་འདྲའི་ཞུ་བས་ཡིན། ང་དང་ང་གི་ཨ་ནི་གཅིག་ཡང་སྲིད་ཀྱི་དོན་དག་དེ་ལ། གིས་ཇུས་གཏོགས་བྱེད་དགོས་ཡོད་མ་རེད། ག་དུས་ག་སྲིད་ཇུས་གཏོགས་བྱེད་འོས་ཡིན་པ་ཡིན་ན་ཡང་འདི་ཨ་ནི་ང་རང་རང་ལ་མ་གཞན་ཨ་ནི་གཞན་པ། སུ་གཅིག་ལ་ཡང་འདྲ་འདི་ཇུས་གཏོགས་ཡོད་མ་རེད། དེ་འདྲས་གསུངས་ཡོད་རེད། ཁ་ཤས་ཡང་བཀའ་ལན་ཁ་ཤས་ནང་ལོགས་ལ་གར་གསུངས་ཡོད་ཞུས་པ་ཡིན་ན། ཨ་ནི། མི། ད་ནང་པའི་གི་ཆོས་གི་ཐོག་ནས་ལབ་པ་ཡིན་ན། མི་གཅིག་ཨ་ནི་སྐྱེ་བ་འདིའི་ནང་ལོགས་ལ་ལས་ཀ་ལྷག་མ་ཅིག་བྱེད་མ་ཐུབ་བྱས་ནས་ཨ་ནི་ཚེ་འཕོས་པ་ཡིན་པ་ཡིན་ན། ཨ་ནི་ཡང་བསྐྱར་སྐྱེ་བ་གཞན་པ་འདི་ད་གིན་ལས་ཀ་ལྷག་མ་དེ་ཨ་ནི་མུ་མཐུད་ནས་བྱེད་ག་ལ་ཡོང་གི་རེད། དེ་འདུག་ག་ལ་ང་ད་ལྟ་འདས་ལ་ཨ་ནི་བདུད། ཆོས་དགའ་གསུམ། རྩོད་པའི་གེགས་ནི། འཛམ་བུ་གླིང་འདིའི་ནང་ལོགས་ལ་ཞི་བདེ། བསྐྲུན་ཡག་གི། ཐུགས་འགན་དེ་འདུག་ཅེས་ནི་བཤད་དེ་ཡོད་རེད། མ་འོངས་པ་ལ་ནི་ཡང་སྲིད་ཡོང་ཁུག་ཡིན་ན་ངས་ལས་ཀ་འདི་མ་བསྒྲུབས་པ་ཡིན་ན། ང། རང་དབང་ཅིག་གི་ལུང་པ་ཅིག་ལ་རང་དབང་ཡོད་ཟེར་གི་ལུང་པ་ཅིག་ལ་མ་གཞི་ང་རྒྱ་མི་ཕ་གི་ལ་སྐྱེ་གི་མ་རེད། འདི་སྐྱེ་དངོས་མི་ཚོས་ཁོང་རང་གི་གཞས་སྒྲོན་མེ་ནས་འདི་ལན་འདེབས་ཅིག་འདི་གསུངས་ཡོད་རེད། ད་ནང་བཞིན་གྱི་ཉེ་བའི་ཆར་ལ། ང་རང་ཚོའི་གི། ཆོས་རྒྱུད་ཁག་གི་བླ་ཆེན་ཚང་མས་གི་ཨ་ནི་ཚོགས་འདུ། ཚོགས་བྱས་ནས། ཨ་ནི་མཐའ་མ། ཨ་ནི་རྒྱ་བོད་རིན་པོ་ཆེ་གི་ཡང་སྲིད་འདི་ཨ་ནི་བོད་དང། བོད་རྒྱ་ཆེ་མི་མང། ཨ་ནི་ད་ནང་བཞིན་གི། སྐྱབས་མགོན་རིན་པོ་ཆེ་དང་འབྲེལ་བ་ཡོད་པ་དགའ་ལྡན་ཕོ་བྲང་མ་གཏོགས་པའི་སུ་གཅིག་གིས་ཨ་ནི་དེ་ལ་ཐེ་བྱུས་བྱེད་མི་ཆོག་ལ་ཡག་གི། ཚོགས་ཆེན་གི་བླ་ཆེན་གི་ཚོགས་ཆེན་གི་གྲོས་ཆོད་ནང་ལ་ཡང་དེ་འདྲ་ཡོད་རེད།

རྒྱ་མིའི་ཇུས་ཏོག་བྱེད་ཀྱི་འདུག་རྒྱ་མིའི་ཐེ་ཇུས་བྱེད་ཀྱི་འདུག། བྱས་ཙང་འདི་ཡིན་འདུག་ག་ལ་དེ་ལ་ཨ་ནེ་ང་ཚོ་ལ་རོགས་པ་བྱེད་རོགས་བྱེད་གདའ། ད་འཛམ་བུ་གླིང་གི་རྒྱལ་ཁབ་ང་ཚོ་བོད་མི་ཡོད་སའི་གི་ཨ་ནེ་རྒྱལ་ཁབ་ཚང་མས་གི་དབུས་སྒྲིག་ལ་ང་ཚོས་ད་ཞུ་གཏུག་བྱེད་བྱེད་ནས་འདི་འདྲ་བྱེད་བསྡད་ཀྱི་ཡོད། དེའི་གི་འབྲས་བུ་ལ་བརྟེན་བྱས་ནས་ཉེ་ཆར་ཨ་རིག་གི་གྲོས་ཚོགས་ད་ལྟ་ཕྱི་སྲིད་ལས་ཁུངས་གི་ནང་ནས་གྲོས་འཆར་རང་གི་ཐོག་ནས་ཨ་ནེ་ཡིག་ཐོག་ལ་ཨ་ནེ་དེ་ལ་ཨ་ནེ་སྲིད་འཛིན་གི་མཚན་རྟགས་བཀོད་བྱས་ནས་རྒྱ་བོ་རིན་པོ་ཆེ་གི་ཡང་སྲིད་ལ་རྒྱ་བོ་རིན་པོ་ཆེ། ཁོང་རང་དང་ཨ་ནི། དགའ་ནི་ཕོ་བྲང་རེད་ད་ན་ཞིང་གི་བོད་མ་གཏོགས་པའི། རྒྱ་ནག་གི་ཇུས་གཏོགས་བྱེད་ཆོག་གི་མེད། གལ་སྲིད་རྒྱ་ནག་གི་ཇུས་གཏོགས་བྱས་པ་ཡིན་པ་ཡིན་ན་ཨ་ནི། དེ་ལ་ཨ་ནི་ཉེས་པ་ཛ་རག་གཏང་གི་ཡིན། ད་ན་ཞིང། དེ་འདྲས་ཀྱི་ཨ་ནི་ཅིག་རྒྱབ་སྐྱོར་ཚད་མཐོ་པོ་གི་ཐོག་ནས།

ཡང་སྲིད་ཀྱི་ཐེ་ཇུས་བྱས་ཏེ་རྒྱ་ནག་ལ་ཡོད་རེད། དེ་ཡོད་པ་སོང་ཙང་ཁྱེད་རང་རྒྱལ་བ་རིན་པོ་ཆེ་མགྱོགས་ནས་མྱུར་དུ་ཕ་གའི་གར་ས་པེ་ཅིང་ལ་གདན་འདྲེན་ཞུ། སྐད་ཆ་འདི་ཆགས་འགྲོ་གི་ཡོད་རེད་བ། ད་དེ་ཆགས་ཡོང་དུས་གང་ལ་རྒྱལ་བ་རིན་པོ་ཆེ་གིས་ད་ལྟ་བར་དུ་བཀའ་ལན་གནང་བཞག་ཀྱང་དེ་ག་ཚང་མས་ནུས་མེད་ཆགས་པ་རེད། གཅིག་ཏུ་རྒྱལ་བ་རིན་པོ་ཆེ་ལ་ཐད་ཀར་ཁོ་རང་གིས་གར་ཆགས་འདུག་ཡོད་རེད་ལ་ན། རྒྱ་རིན་པོ་ཆེས་ཐད་ཀར་བཀའ་ལན་གནང་ཤོག་ཀྱོ་དེ་གས་ཚང་མས་དང་ཨ་ནི་རྒྱབ་འགལ་ཅིག་ཆགས་འདུག་འདུག་ཨ། དྭགས་ནང་བཞིན་གྱི་ཚོགས་པ་དང་དྭགས་བོད་མིའི་སྒྲིག་འཛུགས་གཙོས་པའི་གི་ཨ་ནི་འཛམ་བུ་གླིང་གི་ཨ་དབུས་སྒྲིག་དེ་ཚོ་ལ་ཨ་ནི་ཅིག་སྙན་ཞུ་རྒྱབ་བྱས་ནས་དེ་ཚོ་གི་དྭགས་འཛམ་བུ་གླིང་མང་ཆས་གི་རྒྱབ་སྐྱོར་ག་ལ་གང་འཚམས་ཐོབ་ཡོད་རེད་ལྷག་པར་དུ་ཨ་རི་གཞུང་གི་རྒྱབ་སྐྱོར་དྭགས་སུ་ཚད་མཐོན་པོ་ཞིག་ཐོབ་ཡོད་རེད་དེ། ད་འདི་རྒྱབ་སྐྱོར་ཐོབ་བསྡད་པ་འདི་ལ་ཨ་ནི། རྒྱབ་འགལ་ཆགས་ཆེ་ནི་མ་འོངས་པ་ལ་འདི་རྒྱབ་སྐྱོར་ཅིག་བྱེད་དགོས་ཡོད་ན་ཐེ་ཚོམ་ཟ་དགོས་ཡ་རྒྱུ་ཆགས་འདུག་ཡ་ད་ད་ང་ཚོའི་རྒྱབ་སྐྱོར་བྱས་པ་ཡོད་ན་ཡང་བྱས་ལ་ཁོ་རང་ཚོ་གི་འགོ་ཁྲིད་ཀྱི་གར་ལབ་འགྲོ་ཡོད་ན་དེ་ཁས་ལེན་འགྲོ་ཡོད་ན་ཁས་ལེན་འགྲོ་མེད་ན་ད་འདི་གས་ཚང་མས་དེ་རེད་ད་ཨ་ནི་ནུས་པ་ཆུང་དུ་བཏང་ཡ་དང་ཨ་ནི་ད་ལྟ་བར་དུ་དཀའ་ལས་བརྒྱབ་ཤག་ཀྱོ་འདི་གས་ཚང་མ་ཆུ་ན་གཡུག་པ་གཅིག་པུ་གཅིག་ཀྱང་ད་ནང་བཞིན་གྱི་རྒྱ་མི་ལ་ལག་ཆ་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་ད་ད། སྤེན་པ་ཚེ་རིང་ལགས། སྲིད་སྐྱོང་ལ་ངོས་ལེན་བྱེད་ཀྱི་ཡོད་ན་རེད་མེད་ན་རེད། སྤྱི་བཏང་གི་འོས་ཤོག་གི་ཆ་ནི་ཁོང་རང་ཐོབ་ཡོད་རེད་དེ་ཡིན་ན་ཡང་ད་ལྟ་རྙོག་གྲ་མང་པོ་ཞིག་འགྲོ་ཡི་འདུག་གང་ལ་བོད་མི་ཡོད་དོ་ཅོག་གིས་སྲིད་སྐྱོང་ལ་ངོས་ལེན་བྱེད་ཡག་གི་གཅིག

ང་ཚོའི་གི་ངོས་ནས་རྒྱལ་བ་རིན་པོ་ཆེ་དེ་འདྲའི་ཞུས་པ་ཡིན་ན་ཨ་ནི་མགྱོགས་པོ་ཞུ་དགོས་ཡ་ཡོད་རེད་ལ་དེ་འདྲའི་གི་ཨ་ནི་བསམ་ཚུལ་ཡོད་དུས་དེ་བསམ་ཚུལ་དེ་སུས་བསམ་བསམ་ཚུལ་མཚོན་གི་རེད་ལ་ནི་སྤེན་པ་ཚེ་རིང་གི་བསམ་ཚུལ་མཚོན་གི་མ་རེད་དེ་ཨ་ནི། ཁོང་ལ་འོས་ཤོག་བླུག་བཞག་ཉེན་གི། རྒྱལ་སྤྱི་མི་མང་ཡོངས་སུ་རྫོགས་པའི་གི་བསམ་ཚུལ་དེ་འདི་རེད། དེ་ཡིན་དུས་ང་ལ་ཁྱེད་རང་ཚོའི་གི་གྲོས་ཆོད་ནང་ལ་ག་རེ་བླུག་ཡོད་པ་ཡིན་ན་དེ་གྲོས་ཆོད་དེ་ཁྱེད་ཚང་མས་རེད་དེ་ནུས་མེད་རེད། དེ་བྱས་པ་ཆེད་དུ་གང་ལ་ཨ་རིས་གི་ང་ཚོ་ལ་རྒྱབ་སྐྱོར་བྱས་བཞག་པ་དེ་ཨ་རི་ཁ་སྐྱེན་པོ་ཆགས་པར་བ་ད་ཨ་རི་ཁ་སྐྱེན་པོ་བཟོས་ཉེན་དེ་རེད་ད་ང་རང་ཚོའི་གི་ཆ་བཟོས་པར་བ་དེ།

ཆུད་ན་དབྱུག་པ་རེ་གཅིག་པུ་གཅིག་ཀྱང་ཆགས་འདུག་གདའ།
ད་ཁ་སང་ཁོ་རང་གི་བཀའ་མོལ་ཐུང་ཐུང་ཞིག་གནང་བཞག་ཟེར་བྱས་བྱས་བོད་པའི་སྤྱི་ཚོགས་ནང་ལོགས་ལ་སྐད་ཆ་ཐོག་མར་ཡོང་པའི་སྐབས་ལ། ད་མི་མང་པོ་ཞིག་གཅིག་གིས་ཡིད་མ་ཆེས་ཆགས་པར་བ་དེ་ཡིན་དུས་ཡིད་མ་ཆེས་པའི་ཐོག་ནས་གནས་ཚུལ་ལ་ཞིབ་འཇུག་བྱས་བྱས་པའི་བརྒྱུད་རིམ་ནང་ལོགས་ལ་ད་མི་ཚང་མ་ལོ་ཞེ་བོ་གཅིག་བློ་ཕམ་བྱུང་ལྷག་པར་དུ། མི་དེ་དང་པོ་ཡ། ཡི་གེ་གང་ལ་ཡ་ཞིག་བོད་པའི་མིང་ཞིག་ཁྱེར་ནས་ལས་ཀ་བྱེད་འོང་དུས་གང་ལ་དང་པོ་ནས་ཁོ་རང། རྒྱ་རོམ་ཆེ། སྐུ་སོ་ཤུ་ཡོད་གོ་ཡོད་གོ་ལ་ཡ། སྐུ་ཡང་སྲིད་ཀྱི་སྐོར་དུ་སྐད་ཅིག་བཤད་བཤད་ས་དེ་ཡ་རྒྱ་མི་བྱེད། དེ་འདྲའི་གནས་སྟངས་བྱེད་འོང་དུས་མི་མང་པོ་ཤུགས་ཀྱིས་རྣམ་རྟོག་ལྷང་དེ་ཡོད་རེད་བ། དེ་ཡིན་དུས། ད་ཁྱེད་ཁྱེད་རང་གི་གསུངས་པའི་བརྒྱུད་ལམ་ནང་ལོགས་ལ་ད་གནད་དོན་མང་པོ་ཞུ་གཅིག་ལ་ཡ། རྒྱ་འགལ་བྱེད་ནས་འགྲོ་གི་ཡོད་པའི་གནས་སྟངས་ཆགས་ཀྱི་ཡོད་དུས། དེའི་གནས་ཚུལ་དེ། ད་སྤྱི་ཚོགས་ནང་ལོགས་ལ་མ་གཞི་ནས་བསམ་ཚུལ་ཡོང་གི་ཡོད་རེད་ཅེས་ཁོ་སྐད་ཆ་བཤད་པའི་སྐབས་ལ་ཡང་སྐབས་རེ་སྐབས་རེ་དང་ཅིག་སོ་སོ་ཁོ་རང་ར་བཟི་ཡོད་དམ་མེད་ཀྱི་གནས་སྟངས་ཀྱི་སྐབས་ལ་སྐད་ཆ་ལ་ཡ་ད་སྣ་ཚོགས་ཅིག་འགྱུར་བ་འགྲོ་གི་ཡོད་རེད་དེ་འདྲ་ཡིན་དུས་དེའི་གི་གནད་དོན་དེའི་གི་སྐོར་དེ་ཁོ་རང་གིས་མ་གཞི་ནས་ཤེས་ཀྱི་མེད་ཡིན་ན་ག་རེ་ཡིན།
ད་གནད་དོན་འདི་གང་ལ་མ་ཤེས་པ་ཡིན་འགྲོ་ལ་ན་དེ་ཕལ་ཆེར་ང་ཚོས་ཅིག་ལབ་ཚོད་གི་ཐིག་རེད་བསམ་གྱི་འདུག། ཡིན་པ་ཡིན་ན་ཡང། ག་ལ་བར་ད། ཕ་གི་ནི། ཅིག་དྲི་བ་བཀོད་ཡོང་དུས་གང་ལ། ཨ་ནི། སོ་སོས་ཀྱི། བསམ་བློའི་ནང་ལོགས་ལ། ཨ་ནི། གར་ཟ་ད་དེ། ཅིག། ཤུགས་རྐྱེན་ཞན་པ་འདྲ་བོ་དེ་འདྲས། ཨ་ནི་ཅིག། དེ་ཡི་གེ་ཡིས། འདི་འདྲ་འདྲ་བོ་ཞིག་ལབ་པ་ཡིན་ན་ཨ་ནི། ཡང་སོ་སོའི་གི་རྒྱབ་ལོགས་ལ་འཆར་གཞི་ཅིག་སྒྲུབ་མི་ཡོང་ངེས་བསམ་པའི་གི་དེ་འདྲའི་གི། གནས་སྟངས་དེ་འདྲ་ཡོང་མ་སྲིད་པ་མ་རེད་བ། དེ་འདྲའི་ཕལ་ཆེར་ཕལ་ཆེར། དོག་པོ་ཟ་བས་ནས་ཟ་ཆོག་ཡ་རེད་བ་ཞིག་རེད་བསམ་གྱི་འདུག། ཨེ་སེ་དེ་ཡིན་དུས་ད་དོན་དག། དོན་དག་ཡ་མཚན་པ་ཅིག་ལ་ཡ་སྐབས་དེ་དུས་ཀྱི་གནས་ཚུལ་མང་བོ་ཞིག་ཅིག་དྲ་རྒྱའི་བརྒྱུད་ལམ་ཁག་ལ་ཕྱིན་པ་རེད། སྤྱི་ཚོགས་ནང་ལོགས་དཀའ་ངལ་མང་བོ་ཅིག་ཆགས་པའི་གནས་སྟངས་འདི། ཁོ་རིམ་པས་རིམ་པས་ཕྱིན་ནས་གཞུང་ལ་ཡིན་ན་ཡང་གོ་རོགས་ཡག་གནས་སྟངས་ཅིག་རེད། གཞུག་ལ་རྒྱུས་ལོན་མང་པོ་ཞིག་གི་ཐོག་ནས་གསར་འགྱུར་འདི་མང་པོ་ཞིག་བསུབ་བཞག་ལ་གི་འདུག་དེ་བསུབ་ཡ་དེ་ཡང་སྤེན་པ་ཚེ་རིང་ཁོ་རང་གི་བཀའ་བཏང་ནས་བསུབ་པ་འདྲ་བོ་ཞིག་ཡིན་ན། དེ་གནད་དོན་ག་རེ་བྱས་ནས་བསུབ་གི་ཡོད་ན་ཁོ་རང་གི་ནོར་བ་ཅིག་ངོས་འཛིན་བྱེད་ཀྱི་ཡོད་ན།
ད་དེ་ཡ་མཚན་ཞུ་ང་རང་ལ་ད་རང་ཡ་མཚན་ཞུ་བྱུང་སོང། ཐོག་མ་ངས་གནས་ཚུལ་འདི། སྒར་ས། ཨ་རི་རླུང་འཕྲིན་ཁང་གིས་དྲ་རྒྱ་དང་སྦྲགས་ནས་ཤིང་གི། ད་ལྟ། ནོ་བེལ་རླུང་འཕྲིན་ཁང་གི་དྲ་རྒྱ་འདི་བ་ལ་མཐོང་སོང། མཐོང་པ་དང་ང་རང་སེམས་འཚབ་འདྲ་བོ་བྱུང་སོང་དེའི་འདུག་ངེད་ཀྱིས་ང་རང་གི་ངོ་དེབ་སྒང་ལ་བྲིས་པ་ཡིན། ཨ་ནི། རྒྱ་བོ་རིན་པོ་ཆེ་གི་ཡང་སྲིད་ཀྱི་གནད་དོན་གྱི་ཆེད་དུ་ཨ་ནི་རྒྱ་བོ་རིན་པོ་ཆེ་རྒྱ་ནག་ལ་གདན་འདྲེན་ཞུ་དགོས་ཀྱི་རྒྱུ་མཚན་ག་རེ་ཡིན་ནང་སི་ལ་ནི་དེ་འདྲི་ཅིག་ང་རང་གི་བསམ་བློའི་ནང་ལ་འཁོར་སོང། འཁོར་བ་འདི། ང་རང་གི་ངོ་དེབ་ནང་བྲིས་པ་ཡིན། འདི་གྲིབ་ནི། ཆུ་ཚོད་གཉིས་གསུམ་ཅིག་གི་རྗེས་ལ། ང་ལ་གྱར་ནས་ཨ་ནི། ཅིག་ག་ལོག་རོགས་ལན་མང་པོ་ཞུ་ཞེས་སླད་བཞག། འདི་ལྟ་ཡོང་དུས་གང་ལ་ག་བ་ལ་བྲིས་ཤོག་སུས་བྲིས་ཤག་ག་བ་འདུག་དེ་འདྲས་ལ་བཞག། འདི་ལ་ཡོང་དུས་གང་ལ་ཨ་ནི་ང་རང་གི། ད་གིན་ངའི་མཐོང་ས་འདི། ནོ་བྷེལ་རླུང་འཕྲིན་ཁང་དང་ཨ་རིའི་རླུང་འཕྲིན་ཁང་ཡིན་དུས་གང་ལ་དེ་ངའི་མགོ་ནས་སྔོག་ཁ་ཞིག་ཕྱིན་པ་ཡིན། དེ་ང་ཁྱེད་ཚོ་ཤེའུ་ཆུང་སོ་ད་འདི་ངེད་ཀྱི་སུབ་རེད་ལ་ད་ངེད་ཀྱི་ལག་ཐུག་གི་མི་འདུག་འདི་ན་ང་ལ་བརྙས་མ་སོང། ཁྱོད་ནས་རང་བརྙས་མ་སོང་ངས་གཅིག་པུ་གཅིག་རྐྱང་ངས་ནོར་བུ་ནོར་བུ་ལུང་འདི་གང་གི་དྲ་རྒྱ་ནང་དུ་ཕྱིན་པ་ཡིན་འདི་བརྙས་མ་སོང། ང་བརྙས་འདུག་གང་ལ་ང་རང་གི་ངོ་དེབ་དེ་གྱིས་ང་རང་གི་ཡིག་འབྲི་ས་ཀྱི་འོག་ལ་ནི་མཆན་མང་པོ་ཞིག་འདུག་ཡང་འདི་མཆན་འདི་གྱི་ནང་ལ་ཡང་རེད་ད་འདི་སུས་གི་སུས་ལབ་སོང་ག་བ་ནས་མཐོང་སོང་ལ་ཡང་དེ་འདྲའི་མང་པོ་འདུག་ཨ་ནི་ཡང་མི་ཁ་ཤས་ཀྱིས། བདེ་སྐྱིད་དེ་མཐོང་མགྱོགས་དེ་ད་ལྟ Mobile ནང་ལ Screen Shot བྱས་བྱས་ནས་ཨ་ནི་དེ་དེ་ཁོ་ཚོ་དྲི་བ་བཀོད་མགྱོགས་དེ་གི་འོག་ལ་ད་ག་རང་ལ་ཨ་ནི་པར་བཏང་ཤག་བྱེད་དང་གཅིག་བྱས་ན་ང་རང་གི་ཁྲུག་ཁྲུལ་མེད་ན་བསམ་སོང་མིག་ཁྲུལ་འདྲ་བོ་བྱུང་མེད་ན་བསམ་སོང་ཡིན་ན་པར་དེ་ལྟ་འདུག་ག་ལ་པར་དེ་ད་ག་རང་རེད་ཤག་ཨ་ནི་གར་ས་ཨ་རི་རླུང་འཕྲིན་ཁང་གི་དེ་དྲ་རྒྱ་འདུག་དེ། ཅེས་གཡུང་དྲུང་གངས་ལྷར་ད་ལྟ་འདི། དངོས་གནས་ཀྱི། མཁྱེན་ཚ་བོ་འདྲ་བོ་དེ་འདྲས། བྱུང་སོང་ད་ཡིན་ན་འདི་ཅིག་ཡལ་ལ་འདྲ་བོ་བརྩི་ས་ད་གི་མི་འདུག། ལེགས་སོ་ལེགས་སོ་ལེགས་སོ། དེ་ནས་དཔེར་ན། ད་ད་ལྟ་མང་པོ་ཅིག་ལ་ཡང་དམིགས་བསལ་གྱི། ད་ཁོ་རང་ལ་ཡང་འོས་ཤོག་གི་རྒྱབ་སྐྱོར་གནང་མཁན་གྱི་ནང་ལོགས་ལ་བསམ་ཚུལ་ཤུགས་ཆེན་པོ་ཅིག་ཡོང་གི་འདུག་ག་རེ་རེད་ཟེར་ལབ་པ་ཡིན་ན། ད་ལས་དོན་གལ་ཆེན་པོ་འདི་འདྲས་འདི་འདྲས་ལ་ཡང། དེ་ནས་ཡག་གུང་ལ་ཡ་ད་རྒྱ་བོར་མོ་ཆེ་དང་དགའ་ལྡན་ཕོ་བྲང་ལ་ཡ་བཀའ་འདྲི་ཞུས་ཡོད་རེད་དེ་ཡོད་མ་རེད་སའི་གི་གནས་སྟངས་གི་ཐོག་ལ་ཡིན་ན་ཡང་མི་མང་པོ་ཞུ་བ་ཅིག་དོག་པ་ཟ་གི་ཡོད་རེད་དེ་འདྲའི་གི་གནས་དོན་ཚབ་ཆེན་པོ་ཅིག་སྒང་ལ་ཡ་ལག་པ་འཆང་ཡ་ད་ལག་པ་འཆང་པ་ཙམ་དུ་མ་ཟད་རྦད་དེ་ཚད་ལས་བརྒལ་བའི་ལས་ཀ་འདི་བྱེད་འོང་དུས་སྒང་ལ་མི་མང་པོ་ཞུ་ཅིག་གི་ད་ད་མི་འདི་གི་ད་ལས་ཀ་བྱེད་ཚང་མ་ར་བསམ་བསམ་ཅིག་གི་མང་པོ་ཅིག་བློ་ཕམ་ཆགས་ཡོང་གི་ཡོད་ཟེར་བ། ད་དེ་ཚོ་སྒང་ལ་དམིགས་བསལ་ཞེ་བོ་ཅིག་ཞུ་ཚོད་ཐིག་གི་མི་འདུག་ཡིན་པ་ཡིན་ན་ཡང་བདག་མེད་ཀྱི་དྲི་བ་འདི་བཏང་བཞག་ད་དཔེར་ན་བཤད Sputnik ར་ཤི་ཡ་གི་གསར་ཁང་དེ་ཡིན་པ་ཡིན་ན་གསར་ཁང་དེ་གིས་ད་དྲི་བ་བཏང་ཡོང་འདུག་ག་ལ་ལན་ཅིག་རྒྱག་གོ་ཆག་གི་རོགས། ལན་ཅིག་རྒྱག་གོ་ཆག་གི་རེད་དེ་ཡིན་པ་ཡིན་ན་ལན་དེ་རྒྱབ་པའི་སྐབས་དེ་ལ་དངོས་གནས་ཁོ་རང་གིས་ང་རང་ཚོའི་གི་རྒྱལ་བ་རིན་པོ་ཆེ་གི་སྐུ་ཕྱྭ་དག་ནང་བཞིན་གྱི་རྒྱལ་བ་རིན་པོ་ཆེ་གི་མ་འོངས་པ་གི་ཡང་སྲིད་དེ། རྒྱ་བོར་པོ་ཆེ་གཅིག་པུ་གི་ཡང་སྲིད་ཙམ་མ་གཏོགས་མ་ཟད་པིར་བ། ཨ་ནི་ང་ཚོ་བོད་རྒྱལ་ཁབ་དང་བོད་མི་རིགས་ཀྱི་མ་འོངས་པ་གི་མདུན་ལམ་དང་འབྲེལ་བ་ཡོད་ཀྱོ་ཆགས་ཀྱི་ཡོད་རེད། དག་ན་ཤིང་གི་ཁོ་རང་རོགས་བྱེད་པི་ཡིན་ན་ཡང། བོད་མི་མང་པོ་ཅིག་གིས་ད་འོས་ཤོག་བླུགས་བྱས་ནས་འོས་ཤོག་ཐོབ་དེ་ཉན་གི་མི་ཞིག་ཆགས་དེ་འདུག་གང་ལ། ཨ་ནི། འགན་འཁྱེར་བཞིན་སྐད་ཆ་བཤད་དགོས་དང་འགན་འཁྱེར་བཞིན་བསམ་བློ་བཏང་བྱས་ནས་ནི་ལན་བརྒྱབ་དགོས་ཏེ། དེ་ཚོ་ཚང་མར་བསམ་བློའི་ནང་ལ་བཞག་བྱས་ནས་ནི་ལན་བརྒྱབ་དགོས་ཏེ། ངེས་བར་དུ་གལ་ཆེན་པོ་རེད་ང་རང་ཡིན་ན་དེ་འདྲ་བསམ་སྡིགས་འདུག། ཐུགས་ཆེ་ན། ད་དེ་ནས་ད་འགྱིག་སྒང་ལ་ཡ་སྤྱི་ཏང་གི་ང་ཚོ་རྒྱུད་ལམ་ནང་ལོ་ལ་བ་སེར་བུ་བྱེད་ནས་གི་བསྟན་ཡོད་རེད་དེ་ནང་བཞིན་བྱེད་ནས་གི་ཁོ་རང་གི་ལན་གདབ་བྱེད་ཡ་དེ་དག་གསར་འགྱུར་དེ་གི་འགོ་བརྗོད་དེ་དང་འགོ་བརྗོད་དེ་ཡང་གཤམ་གྱི་གནད་དོན་ཅིག་ཡ་ཁི་ཝང་གི་གནད་དོན་ཆེ་དུས་ཝང་ལ་གང་དང་འོག་མ་གཉིས་ཆ་ལུགས་བག་བསྡོམས་པ་ཡིན་ན་ཡང་ཁོ་ཐ་མ་དེ་ལ་ཡ་བབས་ས་དེ་རྒྱ་བོར་མི་ཆེ་གི་ཡང་སྲིད་གི་གནད་དོན་དང་འབྲེལ་བའི་གང་ལ་རྒྱ་བོར་མི་ཆེ་བོད་ལ་ཕེབས་དགོས་རྒྱ་ནག་ལ་ཕེབས་དགོས་ཟེར་ཡ་དེ་གདན་འདྲེན་ཞུ་དགོས་ཟེར་ཡ་དེ་རྡོག་རྡོག་དེར་བ།

ར་ཤི་ཡ་གི་གསར་འགྱུར་བརྒྱུད་ལམ་དེ་ལ་ཡང་ཡང་གཅིག་པུས་རྒྱ་མིས་ཀྱི་ལག་པ་བརྐྱང་གི་ཡོད་དང་མེད་ཀྱི་དོགས་པ་ཅིག་ཡང་ཡོད་ཀྱི་ཡོད་རེད་ཡང་ཕྱོགས་གཅིག་ནས་བསམ་བཏང་བ་ཡིན་ན་ད་ལྟ་དེའི་གསར་འགྱུར་ནང་ལོགས་ལ་ཡ་ཨ་ནི་ནམ་རྒྱུན་རྒྱ་མི་གལ་སྲིད་རྒྱ་མི་ལ་དགོས་ཡག་གི་གསར་འགྱུར་བརྒྱུད་ལམ་ཞིག་ཡིན་པ་ཡིན་ན་རྒྱ་མི་ལ་མ་དགོས་ཡག་ཚིག་དེ་འདྲ་ཁ་ཤས་བེད་སྤྱོད་བཏང་ཡོད་ས་རེད་བ་དཔེར་ན་རྒྱ་མི་ཁོ་རང་ཚོ་གི་བསམ་བློ་གི་ལྟ་གྲུབ་ཅིག་ཡོད་རོགས་བོད་དེ་རྒྱ་མི་ཁོང་ཡིག་ཟེར་ཡག་འདྲ་བོ་ཅིག་དེ་ཡིག་གི་ལྟ་གྲུབ་དང་འགལ་བའི་འགལ་བ་ཡོད་རྒྱུ་གི་དེ་འདྲ་གི་ཚིག་མང་བོ་ཅིག་བེད་སྤྱོད་བཏང་ཡོད་པ་ཡིན་ཙང།

འདེམས་ཐོན་བྱུང་བའི་གི་ཨ་ནི་ཅིག་སྲིད་སྐྱོང་གསར་པ། ལགས་ཡིན་ན་རེད་སྲིད་འཛིན་གསར་པ་ལ་ནི་དེ་འདྲས་དང། ད་གནའ་ཤིང་གི་ཨ་ནི་ཕ་གས་ལ་ཨ་ནི་འགོས་ཁྲིས་ཁྲིས་ཤ་ཤ་དང་དེ་མཚུངས་བས། བསྐོས་ཤ་དེ་བསྐོས་ཡོང་འདུག་གང་ལ་དེ་ཚོ། ཚགས་པར་བསྐོས་ཉེན་དེ་དེ་གི་ངོ་བོས་གི་ཐོག་ནི། ཁོ་ག་རེ་ཡིན་པ་དེ་བསྐོས་རེད་བསམ་གི་འདུག་ཡིན་པ་ཡིན་ན་ཡང་ད་རྒྱ་ནག་གི་དེ་བེད་སྤྱོད་བྱེད་ཡ་ལ་ལས་སླ་བོ་ཞིག་བྱེད་དེ་བེད་སྤྱོད་བྱེད་ཆོག་ཆོག་འདྲ་བོ་བྱེད། ད་དེ་དཔེར་ན། ང་ཚོས་ཀྱི་བོད་ལ་རྒྱབ་སྐྱོར་བྱེད་ཉེན་དང་བོད་ཀྱི་བོད་ལ་མཐུན་ཕྱོགས་ཀྱི་རྒྱལ་ཁབ་རེད། ད་ནང་བཞིན་གྱི་སྐྱབས་མགོན་པོ་ཆེ་ཁོང་གིས་བཀའ་ལན་གནང་བཞག་ཀྱོག་དེ་གྱི་རེད། དེ་ཚོ་ལ་རེད་ད་བེད་སྤྱོད་བྱེད་ཡ་ལ་ད་དེ་ལྗིད་ཁོག་ལྗིད་ཁོག་ཆེན་པོ་ཆགས་དེ་ཡོད་རེད་དེ་ལྗིད་ཁོག་དེ་གང་ད་ནི་ལྗིད་ཁོག་རྒྱབ་བཞེད་ཡོད་ར། ཚིག་འདི་སྐད་དེ་བསྣུན་པ་བསྐྱབས་པས་ཡིན་ན་དེ་ལྗིད་ཁོག་དང་ཆེ་རུ་འགྲོ་གི་རེད། འདི་རྒྱ་མི་ལོས་དཔེ་མི་སྲིད་གི་སྟབས་བདེ་པོ་དང་ཁོ་ཚོ་ལ་གོ་ཡ་ཡོད་ཀྱོག་དེ་རང་བཞིན་གྱིས་གྲུབ་ཆོག་ཆོག་འདྲ་བོ་ཞིག་རེད་བསམ་གྱི་འདུག། དེ་དང་གཞན་གྱིས་དཔེར་ན། སྲིད་སྐྱོང་བློ་བཟང་སེང་གེ་གི་སྐབས་ལ་ཡ་རྒྱལ་སྤྱི་གི་སྡིངས་ཆ་མང་པོ་ཞིག་པོ་ཅིག་བེད་སྤྱོད་བཏང་ཐུབ་ཡོད་རེད། དེའི་བརྒྱུད་ལམ་དེ་ཚོ་གི་ཕན་ཐོགས་ཆེན་པོ་ཞིག་པོ་ཅིག་བོད་དོན་དྲིལ་བསྒྲགས་དེ་འདྲ་བྱུང་ཡོད་རེད་དེ་ཡིན་དུས་ད་ང་ཚོ་གས། སྐབས་རེ་ང་རང་ཚུགས་ཀྱི་མིག་གིས་ནོར་འཁྲུལ་ཚབས་ཆེན་བྱས་པ་ལ་བརྟེན་ནས་ཀྱི། དེ་ང་ཚུགས་ཀྱི་ནོར་འཁྲུལ་མ་རེད་ཕ་ཕྱུག་གི་གསར་འགོད་པའི་གི་ནོར་འཁྲུལ་རེད་མདོག་མདོག་བྱས་པ་ཡིན་ན་མ་འོངས་པ་ལ་ཡང་གསར་འགྱུར་སྐྱོར་རིམ་ཆེ་ཁག་གིས་བོད་དོན་ལ་དོ་སྣང་བྱེད་ཡ་དེ་ལ་ཡ་ད། དེང་སང་ང་ཚོ་སྐད་ཆ་འདྲ་བོ་བཤད་པ་ཡིན་ན་གང་གི་གོང་དུ་ཞུ་བ་ན་ཞིག་དེ་འདྲས་བཤད་པ་ཡིན་ན། མ་འོངས་པ་ལ་ཡ་སྡིངས་ཆ་མ་རག་དཀའ་ངལ་གང་འགྲོ་གི་མ་རེད་པས།
ད་དེ་ཡང་རེད་ད། བདག་རང་ཆགས་སྲིད་པ་རེད། ད་སྡིངས་ཆ་གོ་གུག་ཡོད་དྲག་ན་ཞིང་རྒྱལ་སྤྱིའི་སྡིངས་ཆ་ལ་ང་ཚོ་སྐད་ཆ་བཤད་ཡག་གི་གོ་སྐབས་ཚད་འོ་རེ་འགྲོ་གོ་རེ་དེ་འདྲས་ལབ་ཏུ་གི་ཡོད་རེད་ཨན་རྒྱལ་སྤྱིའི་སྡིངས་ཆ་ལ་ཕ་འབྲེལ་བ་བྱེད་ཡག་དང་དེ་འདྲས་གི་དེ་ཚོ་ཚང་མ་རེད་ད་ང་ཚོ་འཐབ་རྩོད་བྱེད་གི་འཐབ་རྩོད་བྱེད་ཉན་གི་སྒྲིག་འཛུགས་ཅིག་ཡིན་དུས་གང་ལ་ཁོ་དེ་ཚོ་ཚང་མ་ངེས་པར་དུ་གོ་གོ་ཡག་ཅིག་ད་ཆགས་གི་ཡོད་རེད་ད་ཡིན་པ་ཡིན་ན་ཡང་སོ་སོ་གི་ཅིག་བཤད་ཨན་འདི་བྱས་ལ་བཤད་མེད་ལབ་འདི་ཁོ་ནོར་རེད་ལབ་ན་ཕ་རྫུག་རྫུག་བཤགས་པ་ཡིན་ན། དེ་ཡང་རེད་ད། ཟམ་གདང་དགོས་ཡག་གི་གནས་ཚུལ་ཅི་ཆགས་འདུག་ད།
དེ་ཡིན་དུས་དེ་མ་འོངས་པ་ལ་ཡ། ད་དེ་ནོར་འཁྲུལ་རེད་ཟེར་བྱས་ནས་རྒྱལ་སྤྱི་སྒང་ལ་ཡ། བསྐྱར་དུ་བཤད་དགོས་ཡ་གནས་སྟངས་ཅིག་ཆགས་པ་ཡིན་ན། དེ་བརྒྱུད་ལམ་ག་འདྲས་ཀྱིས་ང་ལ་བཤད་དགོས་ཀྱི་ཡོད་རེད་དེ་བཤད་ན་ཕན་ཐོགས་ཅིག་ཡོད་རེད་པས། ནོར་ཅིག་ཅིག་འགྲོ་ཐུབ་ཀྱི་རེད་པས། གལ་སྲིད་དངོས་གནས་ཁོ་རང་གི། གསར་འགོད་པ་དེ་གིས་ནོར་འཁྲུལ་བྱས་ཡོད་པ་ཡིན་ན། དེ་ནས་ད་བརྒྱུད་ལམ་ག་འདྲས་ཅིག་ང་ལ་བཤད་དགོས་རེད་ལབ་ན་གསར་འགོད་ད་ག་རང། གསར་འགྱུར་ཁང་གསར་ད་གསར་ཁང་དག་རང་ཐོག་ནས་བཤད་དགོས་ཀྱི་རེད། གསར་ཁང་དག་རང་ཐོག་ནས་བཤད་པ་ཡིན་ན་ཁེ་སང་བཤད་རྒྱོག་དེ་ཨ་ནི་གསར་ཁང་གི་ལས་བྱེད་པ་གི་ནོར་ཤ་ལབ་པ་ཡིན་ན། དེ་ནི་ཁོ་རང་བཞིན་གྱི་གཙང་མ་ཆགས་འགྲོ་གི་རོ། གསར་ཁང་གཅིག་ནས་བཤད་བྱས་ན་ཡང་གསར་ཁང་གཞན་པ་ཞིག་ནས་གསལ་བཤད་བྱས་པ་ཡིན་ན་འདི་དག་ཁོ་ད་ལྟ་ཆགས་ཀྱི་མ་རེད་བསམ་གྱི་འདུག།
དེ་ནས་ད་ལྟ་སྤེན་པ་ཚེ་རིང་གི་སྐད་ཆ་དེ་ད་དོན་དག་འདི། རྒྱ་བོད་རོམ་ཕྱེད་ཀྱི་ཡང་སྲིད་ཀྱི་གནད་དོན་གྱི་སྐོར་ལ་ཡང་རྒྱ་ནག་གཞུང་དང་སྐད་ཆ་བཤད་ཡག་གི་ཆེད་དུ་རྒྱ་བོད་རོམ་ཕྱེད་རྒྱ་ནག་ལ་ཕེབས་དགོས་ཡོད་རེད་གདན་འདྲེན་ཞུ་དགོས་ཡོད་རེད་ཟེར་ལབ་དུས་གང་ལ་ཡང་ཕེབས་དགོས་ཡོད་ཟེར་གནད་དོན་ཆགས་འགྲོ་དུས་དེ་མཁན་དེ་སུས་བཟོས་གི་རེད། དེ་རྐྱང་བོད་མི་བཅས་ཀྱི་སྐུ་ཕྱྭ། དེ་ལ་ཡང་རེད་ད་བོད་མི་བཅས་ཀྱི་འགན་ཞུ་ཆགས་ཏུ་ཡོད་རེད་ང་ཚོ་ནམ་རྒྱུན་དུ་ད་ཚོགས་པ་སྒྲིག་འཛུགས་སྐྱིད་སྡུག་ག་འདྲའི་བཅས་ཀྱི་ཅིག་ཚོགས་འདུ་འདྲ་བོ་ཚོགས་ཀྱི་ཡོད་པ་ཡིན་ན་ཡང་གྲོས་གཞི་ནང་ལོགས་ལ། སྐྱབས་མགོན་རིན་པོ་ཆེ་གི་སྐུ་ཕྱྭ་སྐོར་ལ་ཨ་ནི་ག་འདྲེ་བྱས་བྱས་ནས་ད་ང་ཚོའི་ངོས་ནས་ཅིག་སྲུང་སྐྱོབ་བྱེད་དགོས་ཡ་ག་འདྲེ་འདུག་ལ་ནི་ག་དུས་ཡིན་ན་ད་སླད་འགྲིག་ཡོད་ར་བ། ད་དེ་ཡིས་སྐྱབས་མགོན་རིན་པོ་ཆེ་གི་སྐུ་ཕྱྭ་དེ་ད་མི་མང་ཚང་མས་ཀྱི་སེམས་འཚབ་ད་ག་སོ་ཡི་ཚོགས་པ་སྐྱིད་སྡུག་ཚང་མས་ཀྱི་ཨ་ནི་སེམས་འཚབ་བྱེད་དགོས་ས་གི་གནས་ཅིག་དང་དག་ན་ཤིང་གི་ལོ་རྟག་པ་ར་བཞིན་ཨ་ནི་སྐུ་ཕྱྭ་གི་སྒང་ལ་ངེས་པར་དུ་ཨ་ནི་ཅིག་ཚོགས་འདུ་ཚོགས་བྱས་ནས་དེའི་སྒང་ལ་སྐུ་ཕྱྭ་སྲུང་སྐྱོབ་ཆེ་རུ་གཏང་ཡག་གི་ཆེད་དུ་གྲོས་བསྡུར་བྱས་ཏེ། ཚོགས་པ་ག་བ་ག་ས་ཀྱི་གྲོས་གཞི་ནང་དུ་ཡོད་རེད། བུད་མེད་སྒྲིག་འཛུགས་དང་སྤྱི་འཐུས་ལྷན་ཚོགས་དང་དེ་ཚོ་ཡིན་དང་ཡིན་ཞོལ་མ་གོ་བར་བ་དེ་སྲུང། ད། ང་ཚོ་གི་ག་སི་རེད་ད་སྐྱབས་མགོན་མི་ཆེ་ད་རྒྱ་མི་གི་དེ་བེད་སྤྱོད་བྱེད་ཀྱི་རེད་བ་ད་ཁྱེད་རང་ཚོ་གི་དེ་གར་ས་འགན་འགོ་འཛིན་གི་དེ་འདྲས་ལབ་ཀྱི་འདུག་ཨ་ནི་ང་ཚོ་ད་གྲ་སྒྲིག་ཡིན་སྐྱབས་མགོན་མི་ཆེ། ང་ཚོ་དེ་འདྲས་ཞུ་གི་ཡིན་ལ་བྱས་ནས་ཁོ་ཚོ་གི་ཅིག་འགྲོ་ཤོག་འགྲོ་གི་རྫུན་མ་ཞིག་བཏང་ཤོག་བཏང་བྱུང་ན། ད་གར་གཅིག་ཡིན་པ། ད་འགན་དེ་སུ་ལ་ཡོད་རེད། སུས་འགན་འཁྱེར་གྱི་རེད་ཕ་གི་ལ། ང་ཚོ་རྒྱལ་ཁབ་གཞན་པ་ལ་སྐྱོང་མགོ་མི་ཆེ། དེ་འདྲའི་ཤི་བོའི་སྐབས་ལ་ང་ཚོ་རྒྱལ་ཁབ་དེ་གི་གཞུང་ལ་ཡིད་ཆེ་གཙང་མ་གཙང་རྐྱང་ཡོད་རེད། ཡིད་ཆེ་གཙང་མ་གཙང་རྐྱང་ཡོད་དགོས་པའི་རྒྱུ་མཚན་དེ་ག་རེ་རེད་ལབ་ན། རྒྱལ་ཁབ་དེའི་ནང་ལ་བོད་པ་མང་པོ་ཅིག་ལ་སྐྱབས་བཅོལ་སྤྲད། མི་སེར་སྤྲད། གཏན་འཇགས་ཀྱི་དེ་ས་གི་ཡིག་ཆ་སྤྲད། དག་ནང་བཞིན་གྱི་རྒྱལ་ཁབ་དེ་ག་ནང་ལོགས་ལ་ཨ་ནི་ང་རང་ཚོའི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི། དོན་བརྗོད། སྐུ་ཚབ་དོན་བརྗོད་དེ་གས་ཚང་མ་འདི་ནང་དུ་བཙུགས་བཅུག། དག་ནང་བཞིན་གྱི་ཨ་ནི། རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ཡོད་པའི་གྱི་ཨ་ནི། མི་དེ་ཚོ་གྱི་ད། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཡིན་ན་རེ། ལས་འགུལ་བ་སྒེར་བ་ཡིན་ན་རེ། རྒྱ་མི་ཁ་བརྡའི་ལ་ལས་འགུལ་ག་ཚོད་སྤེལ་བ་ཡིན་ན་བེད་ཁར་ཆ་རྐྱེན་བསྐྲུན་ད་དུང་བེད། སྤེལ་བ་ལ་ཡག་པོ་འདུག་ལ་བྱས་ནས་ད་དུང་ཅིག་མི་མི་སེར་དཀྱུས་མ་དེ་ཚོ་གྱི་རྒྱབ་སྐྱོར་ཆེ་ཁ་ཡོང། ཅིག་ཡོར་བ། དེ་འདྲ་ཡིན་འདུག་གང་ལ་རེ་ད། ད། རྒྱ་ནག་ལ་བཏང་བས་རྒྱ་ནག་ལ་ཕེབས་ཤོག་ཟེར་རྒྱ་ནག་ལ་ད་དེ་འདྲའི་ཞུ་གི་ཡོད་པ་ན། རྒྱ་ནག་ལ་ད་ལྟ་རྒྱལ་བ་རིན་པོ་ཆེའི་གི་སྐུ་པར་ཉར་ཆུག་ཆོག་གི་ཡོད་མར་བོད་ལ་ཡོད་རྒྱག་གི་བོད་མི་དེ་ཚོ་གི་སྐུ་པར་སྐད་ལ་བཏགས་ཆོག་གི་ཡོད་མར་སྐུ་པར། མཚོད་བཤམས་ནང་ལ་བསྒྲིགས་ཆོག་གི་ཡོད་མ་རེད། རེད་བ། གནས་སྟངས་དེ་འདྲས་ཅིག་གི་ཐོག་ནི་ད་རྒྱལ་བ་རིན་པོ་ཆེ་དེ་འདྲས་ཞུ་ཞུ་གི་ཡིན་ལ་ན། ཨ་ནི་ག་ཚོད་ཚོད་ཅིག་གི་རྔམ་སྐྲག་ལངས་ས་རེད། བོད་མི་ས་ཡ་དྲུག་ལ་རྔམ་སྐྲག་ལངས་གི་རེད། ཉིན་མོ་གི་གཉིད་དང་མཚན་མོ་གི་གར་ས། མཚན་མོ་གཉིད་བཅག། ཉིན་མོ་གི་ལས་ཐབས་བཅག་བྱས་ནས་ཀྲུང་གོ་ཡག་གི་ཆག་གི་རེད་དེ་ཡིན་ན་ད་ཇི་ལྟར་གྲབས་རོགས་ཆ་རེག་ལ། ད་འདི་གི་ད་འདེམས་ཐོང་སྲིད་སྐྱོང་ཡིན་ལགས་ཡོད་རེད་འོ་ཤོག་ཆ་ཚང་ཐོབ་འདི་ཡོད་ལགས་ཡོད་རེད་དེ་ནི་དེ་འདྲས་ཀྱི་བསམ་བློ་དེ་འཁོར་མ་དགོས་རྒྱུ་མཚན་ག་རེ་རེད་དེ་དེ་ཚོ་དཔེ་དྲི་བ་ཆེན་པོ་ཆགས་འདུག་འདུག།
ཉིས་སྟོང་བཅུ་གསུམ་གྱི་ལོ་ཞུགས་ལ་ཡ་ཨན་རྒྱ་བོར་རིན་པོ་ཆེས་རྒྱ་བན་ལ་གདན་འདྲེན་ཞུས་རྗེས་སྐབས་དེ་དུས་ཀྱི་གནས་ཚུལ་དཔེ་མ་ཟིན་ཤེས་ན་བཟང་བོ་ཆགས་པ་རེད་ད་ཚང་མས་མཁྱེན་གྱི་ཡོད་རེད་དེ་ཡིན་དུས། སྐབས་དེ་དུས་རྒྱ་ནག་གི་སྒྲོ་ལོར་ས་ཡ་གསུམ་གྱི་འགྲོ་སོང་བཏང་རྗེས་འཇར་པན་གྱི་སྐར་མ་ལྔ་རྟགས་ཅན་གྱི་འགྲོ་ཁང་ནང་ལ་གདན་འདྲེན་ཞུས་རྗེས་སྐབས་དེ་དུས་ཡིན་ན་ཡང་གཡས་གཡོན་སྐོར་ར་བརྒྱབ་ནས་ཀྱི་སྲུང་སྐྱོབ་བྱེད་མཁན་ཚང་མར་རྒྱ་མིས་ཀྱི་དམག་མི་ཡིན་ཟེར་གྱི་འདུག་དེ་ཡིན་དུས་སྐབས་དེ་དུས་འགྲོ་བ་ཡིན་པ་ཡིན་ན་རྒྱ་བོར་མི་བྱེད་པ་ཡ་མཚན་རྟགས་ཀྱིས་བཀོད་བཀོད་བཅུག་རྗེས་ཁོ་རང་ཚོ་འདོད་པ་ཁང་པ་དང་དར་ཁ་རང་ལ། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་བཀའ་བཏང་ཆེད་བཀའ་རྒྱ་རོམ་གྱིས་སྐུ་སྲོག་བཀྲོངས་ཆོག་ཟེར་ཡག་གི་གནས་སྟངས་ཅིག་ཆགས་པ་འདི་རྒྱལ་སྤྱིའི་ཐོག་ལ་ཡང་ཀོ་ཝེན་སྐུའི་སྲིད་མི་འདི་ཡོངས་གྲགས་བྱས་པ་རེད། དེ་འདྲ་ཡིན་དུས་ད་དེ་ཚོ་གཅིག་བྱས་ན་བདེན་སྲིད་ཀྱི་རེད་གཅིག་བྱས་ན་མ་བདེན་སྲིད་ཀྱི་རེད་བ། དེ་འདྲ་ཡིན་དུས་དེ་ཚོ་དཔེ་མཚོན་ལ་བཞག་པ་ཡིན་ན་ད་དེ་རིང་གི་སྐད་ཆ་འདི་དངོས་གནས་བྱས་ན་བཤད་ཐུབ་ཡག་ཞིག་མི་འདུག་བ། དེ་ཡིན་ཙང་ཁོ་རང་ལ་ཁྱེད་རང་གི་ཚོད་དཔག་བྱས་པ་ཡིན་ན། ཁོ་རང་ལ་རྒྱ་བོར་མི་སྤྱིའི་སྐུ་ཕྱྭ་སྒང་ལ་རྒྱ་ནག་ལ་ཕེབས་པའི་སྐབས་ལ་ཡང་ཉེན་ཁ་མེད་པའི་གདེང་ཚོད་ཅིག་ཡོད་ཡིན་གྱི་མ་རེད་བ།
ད་ལྟའི་སྐད་ཆ་འདི་ཡོངས་གྲགས་རེད། ང་ཚོའི་ལོ་ཤས་ཀྱི་ལོ་ཟླ་འདི་འདྲ་ཀུན་དབང་ཀུན་གྱིས་སྐད་བཤད་བསྡད་པ་དང། དག་ནང་བཞིན་གྱི་སྐྱབས་མགོན་པོ་ཆེ་གྱི་ཕྱག་བྲིས་ཞིག་ཞི་ཅིང་ཕིང་ལ་བྲིས་བྱས་ནས། ཨ་ནི་ཕྱག་བྲིས་འདི།

ང་ཚོ་ལས་མང་ང་རྒྱུས་མངའ་ཡོད་ཡོད་པར་བ་ག་ལ་ནི་ཁོ་རང་ཕོ་གའི་སྐབས་དེ་དུས་སྐབས་ལ་སྐྱིད་སྡུག་ཚོགས་ཚོགས་ཡིན་པའི་ཕལ་ཆེར། དེ་ཡིན་འདུག་གང་ལ་རེད་ད་དེ་ཚོ་ངེས་པར་དུ་ང་ཚོ་ལས་དོ་སྣང་ཆེ་ད་དེ་ཁོ་ཚོ་དེ་ཡོད་ཡོད་པར་བ་ཨ་ནི། ཞི་ཅིང་ཕིང་གིས་སྐད་ཆ་དེ་འདྲ་ཞིག་རྗ་པན་ནང་ལོགས་ལ་སྐྱབས་མགོན་མི་གཅིག་བཞུགས་དེ་དུས་གང་ལ་དེ་འདྲའི་སྐད་ཆ་བཤད་རོགས་ད་ད་ཁྱོད་རང་གོ་ག་རག་གི་ཡོད་ན་བཀྲོངས་ཞོགས་སླ་ཡ་དེ། རྗ་པན་དེ་རང་དབང་རྒྱལ་ཁབ་སྟོབས་ཆེན་ཞིག་རེད་རང་དབང་ཡོད་མགྱོགས་ཀྱི་རྒྱལ་ཁབ་སྟོབས་ཆེན་ཅིག། དེ་ཡང་རེད་ད་ང་ཚོ་བོད་ལ་རོགས་སྐྱོར་བྱེད་ངེས་བོད་ལ་དགའ་བོ་བྱེད་ངེས་བོད་ཀྱི་མཐུན་ཕྱོགས་ཀྱི་རྒྱལ་ཁབ་ཅིག་ང་ཚོ་སྲིད་སྐྱོང་གིས་གསུང་དེ་གི་ཡོད་ག་རེ་ད་བོད་དོན་རྒྱབ་སྐྱོར་གྲོས་ཚོགས་ནང་ནས་མང་ཤོག་དེ་རྗེ་པན་ཆགས་དེ་གི་ཡོད་ར་རྒྱལ་ཁབ་དེ་འདྲ་ཅིག་ནང་ལ་ཁོང་ཕེབས་པའི་སྐབས་ལ་ད་ཁྱོད་རང་ལ་གོ་སྐབས་བྱུང་ན་ཀྲོང་ཤོས་སུ་ལ་ཡོང་དུས་གང་ལ་ད་རྒྱ་ནག་ལ་རྒྱ་ནག་ལ་དེ་འདྲའི་ཤི་བའི་སྣོན་འདྲེན་ག་འདྲ་ཞིག་རེད་ད་འདི། ང་ཚོས་དཔེར་ན་འདི་འདྲ་བ་ཆགས་འདུག་ད། ཞེ་ས་དང་མ་ཞུས་པའི་ཡིན་ན། གཅན་གཟན་གྱི་ཚང་ཅིག་ནང་ལོགས་ལ་ཨེ་ནས་ལུག་ཅིག་བླུགས་ཤོག་ལ་ཉེ་འགྲོ་ཞེས་རོགས་ཨ། ད་དཔེར་ན།
ཨ་ལས་ངན་ལ་ཁྲེལ་བ་མ་བཏང་པའི་ངན་ལ་ཡང་སྡིག་པ་རུ་ལ། སྤེན་པ་སིལ་ལེ། བཀའ་མོལ་སོང་བཞག་པ་ཅིག་བརྙན་ཐུང་ཅིག་ངོ་སྤྲོད་ཞུ་བ་ཡིན།
ལམ་སྟོན་བཀའ་སློབ་སྙིང་པོར་ཅིག་ག་རེ་ཕེབས་ཡོད་ན། ཨ་ནི་རྒྱ་ནག་ལ་ཆ་མཚོན་པ་འདྲ་བོ་བྱིན་པ་ཡིན་ན་ད་ཐུགས་རེ་མང་པོ་ཞིག་གནང་གི་འདུག་དེ་ཡིན་དུས་ཐུགས་རེ་འདི་དང་འབྲེལ་བའི་ཐོག་ནས་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་རི་བོ་རྩེ་ལྔ་ལ་ཡར་ཆིབས་བསྒྱུར་གནང་ཐུགས་ཡག་དང། ཨ་ནི། འཁྲུངས་ཡུལ་སྟག་རྩེ་ལ་ཡར་ཆིབས་བསྒྱུར་གནང་ཐུགས་ཡག་ད་ནང་བཞིན་བོད་རྒྱལ་ས་ལྷ་ས་ལ་ཡར་ཆིབས་བསྒྱུར་གནང་ཐུགས་ཡག་དེ་འདྲའི་གི་དགོངས་ཚུལ་རེད་ཨ་ནི་ལས་དོན་བྱེད་ཕྱོགས་ཀྱི་ཐོག་ནས། རྒྱ་སྐྱེགས་དམ་པ་བློས་འཁེལ་ཆོག་གི་ཡོད་ཟེར་བྱས་ནས་བཀའ་ཕེབས་ཀྱི་འདུག། བྱས་ཙང་ད་ལྟ་ཁྱེད་ཀྱི་བརྙན་ཐུང་དེ་གཟིགས་ཡོད་རེད་དེ་ཁ་སང་ཉེ་ཆར་ཨ་རིགས་ཀྱི་བརྒྱུད་ལམ་ཨ་རིགས་ཀྱི་གསར་འགྱུར་བརྒྱུད་ལམ་བོད་སྐད་སྡེ་ཚན་གྱི་གསར་འགྱུར་བརྒྱུད་ལམ་ཅིག་གིས་ཨ་འབེན་པ་སི་རེ་ལ་ཡ་དྲི་བ་ཞུ་བཞག་པ་ཅིག་ཆགས་ཀྱི་ཡོད་རེད་དེ་ཡིན་དུས་དེའི་ནང་ལོགས་ལ་ཡ་ཁོ་རང་ལ་རྒྱ་བོར་མོ་ཅིག་གི་བཀའ་ཕེབས་སོང་ཟེར།

ད་འདི་ག་རེད་གོ་བ་ལང་དགོས་ཀྱི་རེད། ང་རང་འགྲོ་བཞིན་པས་ན། ད་སྐྱབས་མགོན་པོ་ཞིག་གི་བཀའ་སློབ་འདི། ཨ་ནི་དཔོན་པོ་ཚེ་རིང་ལ་གནང་བར་བ། བློ་ཁེལ་ཡོད། ལབ་ས་དེ་ཡང། དཔོན་པོ་ཚེ་རིང་ཆགས་ཀྱི་མེད་ན་བསམ་གྱི་འདུག། དེ་ཡིན་དུས་ད་ཁོ་རང་འགྲོ་བ་ཡིན་པ་ཡིན་ན་དེའི་གི་སྐད་ཆ་དེ། སྤྱི་བཏང་བྱས་པ་ཡིན་ན་ད་མང་པོ་ཅིག་གི་རེད་ད། ད་རྒྱ་བོ་རོམ་ཆུས་ཀྱི་བཀའ་མོལ་འདི་ཚོ་ཁོ་རང་རྒས་ཐོག་ནས་དྲ་རྒྱའི་སྒང་གནང་གི་ཡོད་རེད་མ་གཏོགས་བལ་གྱི་ཡོངས་གྲགས་ཆེད་གནང་གི་ཡོད་མ་རེད་བ་དེ་ཡིན་དུས་དངོས་གནས་བྱས་ན་འདི་སྐད་ཆ་འདི་ཉར་དགོས་ཡག་འགྲོ་ཆུ་ཡོད་རེད་ཡིན་ན་དེ་ངོམ་སོ་རྒྱབ་བྱས་ནས་ད་ང་ལ་ཡང་བརྒྱ་ཆ་བརྒྱ་ཐམ་པ་ཡིད་ཆེས་བློས་འཁེལ་བྱེད་ཆོག་གི་ཡོད་ཟེར་ཅིག་དེ་ཡང་དོན་དག་ཆུང་ཆུང་ཁྱོན་ནས་མ་རེད་རྒྱ་ནག་ནང་ལོགས་ལ་རྒྱ་བོ་རོམ་ཆུས་ཆིབས་བསྒྱུར་གནང་ཡག་གི་གནད་དོན་གྱི་ཐོག་ལ་སྐུ་མདུན་གཞོན་ནུ་བསུ་འགོ་དུ་སི་ཏུ་སྒང་ལ། ད་ཁོ་རང་མང་དུ་གོ་ཡ་མེད་པ་ཡིན་ཙང། ད་ང་ཚོ་གི་གཞས་མ་གལ་ཡོང་ན་ང་ཚོ་ཚོད་དཔག་བྱེད་ཡ་རོ་དེ་ཡིན་དུས་ད་དཔེ་ན་ཁྱེད་རང་ལ་ཚོད་དཔག་ནང་ལོག་ལ་རོ་བ། ཀུན་འདུས་ཡུལ་ཤིང་ནོར་བུ། རྒྱ་ནག་ལ་ཆུ་རྒྱུས་བསྐྱངས་ཡ་རི་བོ་རྩེ་ལྔ་ནས་བྱེད་ནས་སྟག་འཚེར་ནས་བྱེད་ནས་ལྷས་ས་བར་དུ་ཆུ་རྒྱུས་བསྐྱངས་ཡ་གི་གནད་དོན་འདི་སྒང་ལ། སྤེན་པ་ཚེ་རིང་ཡིད་ཆེས་བློས་འཁེལ་བྱེད་ཆོག་པ་ཅིག་དངོས་གནས་བྱེད་ན་ཡོད་རེད་ཡོད་མ་རེད། ད་དེ་ང་ཚོ་འདྲ་བོ་ཅིག་གི་བསམ་སྟངས་དེ་སྡོད་སྒང་ལ། དེའི་གི་ངན་གི་ར་གི་རིམ་དེ་གི་དང་ནི་ཕྱག་ལས་གནང་ཡ་དང་དེ་ཚོ་སུམ་དང་དུ་གང་ལ་བློ་ཚབ་བྱེད་དགོས་ཡ་ཅིག་ཐོང་དེ་གི་ཡོད་རེད། བྱས་ཙང་དེ་སྔ་ཕན་ཆད་ཡིན་ན་ད་རྒྱ་ནག་ལ་དགོས་ཡ་ཡོད་པའི་གི་ལས་དོན་མང་པོ་ཞུ་བ་ཅིག་བཙན་བྱོལ་སྤྱི་ཚོགས་ནང་གི་དབང་འཛིན་པ་མང་པོ་ཅིག་གི་དེ་བསྒྲུབས་ཡོད་རེད་དཔེར་ན་ཆ་བཞག་པ་ཡིན་ན་བོད་གི་བདག་དབང་དང་བོད་རང་བཙན།

སྤེན་པ་ཚེ་རིང་གིས་ཐག་རིང་འབྲི་གི་རེད་ལབ་ནས་གང་ལྟར་རྒྱ་ནག་ལ་བསྟུན་ཡག་གི་ཆེད་དུ་རང་བཙན་གི་གནད་དོན་དེ་ཤེས་གི་མིན་ཟེར་ལབ་དགོས་ཡོད་ནའི་འདྲ། རྒྱོག་རོམ་གྱི་སྐུའི་ཡང་སྲིད་ཀྱི་གནད་དོན་གྱི་སྐོར་དེ་གི་བློས་བཏང་བྱེད་དགོས་ཡོད་པ་ཡིན་ན་དེ་འདྲའི་གི་བློས་བཏང་མང་པོ་ཅིག་བྱེད་འོང་དུས། ད་སྤེན་པ་ཚེ་རིང་ལ་དེ་མང་པོ་ཅིག་བློས་བཏང་བྱས་པའི་རྒྱུ་མཚན་ལ་བརྟེན་ནས་ད་རྒྱ་བ་རིན་པོ་ཆེ་དང་ཨ་ནེ་བོད་པ་ཁག་ཅིག་བོད་ནང་ལ་ལ་ལོག་ཐུབ་པ་ཅིག་ཆགས་སྲིད་པ་རེད། ཆགས་པ་འདྲ་བོ་ཡིན་པ་ཡིན་ན། དེ་ཉིན་མོ་དེ་ལ་ཡང་རྒྱ་རོམ་ཆིག་སྒྲིལ་གྱི་སྐུལ་ཡང་སྲིད་ཀྱི་གནད་དོན་སྐོར་ནི་རྒྱ་ནག་གཞུང་ལ་དྭང་བ་སྤྲད་ས་རེད་དེ་ཉིན་མོ་དེ་ལ། བོད་རང་བཙན་གྱི་གནད་དོན་ནི། བཤད་ཡོད་མ་རེད། དེ་ཡིན་དུས་ད་བོད་པ་ལ་དེ་ཉིན་མོ་ལྟ་སྲོལ་ག་རེ་ཡོད་རེད། ཨ་ནི་ད་དེ་འདི་བྱས་ནས་ད་བོད་ལ་ཡང་ད་བཙོག་པ་རོགས་བྱ་རེད། ཉི་མ་དེ་འདི་བྱས་ནས་ཨ་ནི་ད། བོད་ལ་ཡང་དེ་ཨ་ནི། འཛམ་བུ་གླིང་འདིའི་ནང་ལོགས་ལ་ད། བོད་ལ་ཡང་དེ། དེ་དེ་ནས་ད་ཚོགས་པར་རོགས་གྱིས། ང་རང་འདི་མཐོང་གི་འདུག། ད་རྒྱ་ཆེ་མི་མང་ཟེར་འདུག་གང་ལ་དེ་ནང་ལོགས་ལ་བོད་མི་མང་ཕྱི་དོན་ལྷན་ཚོགས་འཛུལ་བསྡད་ཡོད་རེད་བ་དེ་ཡིན་འདུག་གང་ནས། འདི་འདྲིའི་གི་གནས་ཚུལ་ཚབས་ཆེན་པོ་གཅིག་དང་འདི་འདྲིའི་གི་ཞེ་སྣང་ཚ་པོ་གི་ལས་ཀ་གཅིག་བྱེད་ཡོང་དུས། གཅིག་བྱས་ན། སྤྱི་འཐུས་ལྷན་ཚོགས་ད་དེ་རིང་སང་ཉིན་གང་བར་ཆགས་ནས་ལྷག་བསྡད་རེད་མ་གཏོགས་པའི་གི་སྤྱི་འཐུས་ལྷན་ཚོགས་འདི་ཤུགས་ཆེན་པོ་གཅིག་སྔས་མ་ནང་བཞིན་ཡག་པོ་གཅིག་འགྲོ་གི་ཡོད་པ་ཡིན་ན། ད་མི་མང་པོ་གཅིག་གི་ཚོད་དཔག་བྱེད་གི་ཡོད་རེད་ད་ཡིད་ཆེས་མེད་པའི་གྲོས་གཞི་གྲོས་ཆོད་གི་ལམ་ནས་ཏན་ཏན། དེ་ནི་ད་མི་དེ་འདྲས་ཤིག་སྲིད་སྐྱོང་གི་ཞབས་རྒྱ་གང་ལ་བཞག་པ་ཡིན་ན་ད། ད་སྤྱི་འཐུས་ལྷན་ཚོགས་སྤྱི་ཡོངས་ཀྱི་མཁྱེན་རྒྱ་ཡངས་པོ་རེད། དེ་ནི་ཐུགས་རྒྱ་ཆེན་པོ་རེད་དེ་འདྲས་ཡིན་དུས། ཏན་ཏན་ཡིད་ཆེས་མེད་པའི་གྲོས་གཞི་གྲོས་ཆོད་ལ་སོགས་པ་དེ་འདྲས་ཀྱི་གྲོས་གཞི་གྲོས་ཆོད་ཀྱི་ལམ་ནས། ཕྱི་པོ་བཏང་ས་མ་རེད་པས། དངོས་གནས་བྱས་ན་ད། གྲོས་ཚོགས་གང་བཟང་ཞིག་ཡོད་པ་ཡིན་ན། རྒྱ་ཆེ་རྒྱ་ཐམ་པ་འདིས་ནོག་ད་ཨིན་ཇི་ཐ་ལ་ནོག་པ་འཕུད་དྲན་མོ་ཤིན་ལེགས་རོ། འོ་འདི་སླེབས་ཡག་གི། ག་ལ་བ་རེད་ད་གཞི་རྩ་དེ་ཡོད་རེད་གསུངས་འདུག།
ཁྱེད་ཚོ་ཞེ་ས་ལ་སུ་ལ་སུ་ལ་སུ་ཐུགས་ཆེ་ན། སྐྱབས་མགོན་རྒྱ་བ་ཡེ་ཤུ་མི་དམངས་གོད་ཆག་དངོས་སུ་བཏང་བ་ཐོག་ནས། དེ་ག་ནང་བཞིན་གྱི་ས་ཆ་རྐང་གཉིས་ཡོངས་སུ། བོད་ནི་བླ་ཆེན། དགོན་སྡེ་འདུས་མང། དེ་ག་ནང་བཞིན་གྱི་ནི་བོད་མི་རྩམ་ཟན་གཞུང་ལ་ཡང་འཚམས་འདྲི་ཞུ་ཡས་ཡིན་གནང་ཐུགས་མོ་བྱ་བྱེད།

དབུ་སྒེར་ཁོ་རང་རང་ཡིན་སྡང་བ་ཡོད། དེ་དང་མཉམ་པོ་ལ་ཡང་དགའ་སྡོད་ཕོ་བྲང། དེ་མཉམ་པོ་ལ་ཡང་ཨ་ནི་བོད་རྒྱ་ཆེ་མི་མང་དེ་ང་ལ་ཡང་རེ་བ་བྱེད་དང། ང་ལ་ཡང་སྐྱབས་མགོན་སྤུངས་བྱེད་དེ་ཉན་གི་དེ་གི་དེ་ལ་ཡོད་གསུངས་བྱུང། དེ་འདྲའི་ཅིག་གི་གྲོས་འཆར་ཅིག་ཡོད་དེ་གི་དེ་གི་ལ། ཨ་ནི་པུ་ཏིན་ནས་ད་ལྟ་གསར་འགོད་གནང་གི་ལ་ད་དེ་འདྲས་གང་འདྲས་གསུངས་བར་ལྟ་སྟེ།

གསར་འགོད་པ་དེ་གའི་དེ་ག་བ་ཡོད། བཀའ་ཟུར་སྤྱི་ཟུར། འོ་ད་དེ་འདྲ་མ་མང་པོ་ཞིག་ཡོད་བ་དེ་ཚོ་ག་བ་སྙུག་ཁུ་དེ་མེད། སྙུག་ཁུའི་དུས་ཚད་མར་དང་ད་རེས་སྐྱབས་མགོན་རིན་པོ་ཆེ་ཡང་སྲིད་དུ་བྲལ་བར་དང། ཨ་ང་ཚོ་བོད་ཀྱི་དཔེ། མི་བུ་ཨ་ནི་ལོ་སྟོང་ཕྲག་མང་པོ་རྒས་བྱ་རྒྱུ་ཅིག་གི་འཕགས་པ་སྤྱན་རས་གཟིགས་ཀྱི། རྣམ་སྤྲུལ་གྱི་ཨ་ནི་འཇིག་རྟེན་ཁམས་ལ་ཡལ། སེམས་ཅན་གྱི་འགྲོ་དོན་ཕལ་དེ་ཡི་གེ། དེ་འབྲེལ་གཅིག་གི་ཀུན་འབྱུང་བཅུ་བཞི་ཀུན་འབྱུང་བཅོ་ལྔ་གི། བཅུ་བཞི་དང་བཅོ་ལྔ་གཉིས་ཆར་གྱི་འབྲེལ་བ་ཆགས་ཏེ་གོ། ག་བ་གཉིས་ཁུ་དེ་སྐྱོན་ཚོགས། དེ་བས་དངུལ་རྟགས་ཡིན། གར་རྩི་ནི། སོ་སོ་གིས་རྒྱབ་སྐྱོར་བྱེད་ས་ཙམ་མེད་དེ། རྒྱལ་ཁའི་ད་རེས་སྲིད་སྐྱོང་ཞབས་ཕྱག་གང་ལ་བོད་མི་མང་གི་ཁོག་བོད་ཀྱི་བོད་དགུ་ཚང་མས་ཀྱི་རེ་བ་ཅི་དེ་ཟ་གི་ཡིན་ཟེར་བོར་བ་དང། སྲིད་སྐྱོང་གི་ཞབས་ཕྱག་གང་ལ་ཞུས་ནས།

ཁོང་རང་གིས་གསུང་གྲོགས་མོ་གི་གྲོས་གཞི་བཞག་བྱ་རྒྱུ་དེ་གས་དང་བླ་མ་བླ་སྤྲུལ་ཚང་མ་གི་བེད་ཁོ་རང་གདན་ས་གསུམ་གཙོས་ཀྱི་ས་ཆ་དཀའ་རྙིང་ཡོངས་རྫོགས་ཀྱི་གྲོས་གཞི་བཞག་བྱ་རྒྱུ་ཕལ་ཆེར་བས་ཆ་ཨ་རིག་གིས་ང་ཚོ་བོད་དོན་རྒྱབ་སྐྱོར་གི་ནང་ལོག་ལ་ཡི་དེད་སེ་དེ་གོ་རེད་དེ་གས་ཚང་མ་རྩིས་མེད་འགྲོ་གི་འདུག་ད་ག་རེད་ད། འོ་དེ་ཕྱིར་འཐེན་གནང་རོགས་གནང་ཞུ། ད་བསྡད་ཆོག་ལ་ཁ་ཚང་ཁེ་ཉིན་བསྡད་སྐབས་བཅོས་སྟོན་པའི་སྤྱོད་བསྡུས་འདུག་ཚེ་འདྲ། དེ་ཅི་རེད། དམ་འབུལ་ལ། དེ་ལས་ཡག། དམ་འབུལ་གཉིས། གྲོགས་རེད། གྲོགས་ཡོད་གྲོགས་པོ་རེད། གཅིག་ལ་ག་འདྲ་སྲིད་གྲོགས་པོ་རེད། ཨ། སུམ་ཆ། སུམ་ཁུར། སུམ་འབུར། གཉིས། མུ་དུན་གྱི་ཐོག་ནས་མ། ཕྱི་བོད་ཤེས་བྱའི་ཆུ་སུམ་ཆ་དྲུག་ཏུ་སོ་སོ་རང་རང་གང་བྱས་བྱས་ནས་ཡར་བཀྲེས་ན་དེ་ལ་སྡོམ་པ་གླེང་གི་མ་རོ། སྐྱབས་མགོན་པོ་ཆེ་བཀའ་གི་དམངས་གཙོ་གི་རྡོག་རིལ་བཏང་བྱ་སྤྱོད་ཀྱི་ཡར་ཀླད་བྱ་སྤྱོད་ད་གཟོད་ཀྱི་བོད་སོ་སོ་གིས་དམ་འབུལ་ཞུས་པ་རེད་ཞུས་འདུག་མ་རོ། རྩ་བ་ཉིད་ནས་ཞུ་ཐབས་ཡོད་མ་རེད། དེ་ལས་ཡང་ངོ་རྒོལ་དྲག་བྱེད་ཚོས་དྲ་རྒྱ་ནང་དང་དྲ་མང་དུ་ཆོས་བརྒྱུད་ཀྱི་སྤྱོད་བསྡུས་དེ་རྒོལ་ཡོང་མར་གཅིག་རེ་གཉིས་རེ་གར་བྱས་ནས་ཆོས་བརྒྱུད་ཀྱི་སྤྱོད་བསྡུས་དེ་སྐྱབས་མགོན་རྒྱ་བོད་ཡེ་ཤེས་ནོར་བུ་དགེ་བ་ཐུགས་བརྩེ་བ་ཆེན་པོས་ཁོང་རང་གི་གསུང་གི་བདུད་རླབས་བདུད་རྩི་ཆེན་པོ་བབས་ནས་དེ་མ་འོངས་པ་གའི་ང་ཚོ་གི་དུས་རྒྱུན་དུ་ད་ག་ན་གསུང་གི་ཡོད་རེད། གདན་ས་གསུམ་གཙོས་ཀྱི་ས་ཆ་བཀའ་རྙིང་ཡོངས་རྫོགས་ཀྱི་བླ་སྤྲུལ་དེ་ང་ཚོ་གི་དཔལ་ཁོ་རེ་ཤིང་སྡོང་གི་རྩ་བ་འབྲས་བུ་རུ་ཡིན། ཁྱེད་ཚོ་དགོས་ཡ་ཡོད་མར་ལ་ནི་དགོས་ཡ་མང་ཆ་ཡ་ཡོད་མར་ད། ཁྱེད་ཚོ་བསམ་དགོས་ཀྱི་ཁྲིམས་རྩོད་པ་གསུམ་དེ་ཡ། བཀའ་ཟུར་དང་སྤྱི་ཟུར་གྱི་སྡེ་བ། གསར་འགོད་པ་བེད་སྤྱོད་བྱེད་འདྲ་མ་འདྲ་བྱེད་ཀྱི་ཡ་བསྡད་བོར་བསྡད་བོར་ཟེར་ན་རོ་ལངས་གང་ཆེ་ཡ་བསྡད་ད་ཆོས་སྤྱི་ཡུལ་བཅུ་དེ་དེ་བསྡད་མོ་གོ་ལ་མ་འགྲོ་གི་རེད་གསུངས་ད་རྩ་བ་ནི་འགྲོ་གི་མ་རེད་མ་ཕེབས་གི་མ་རེད་ཟེར།